ལོ་གཅིག་གི་བོད་ཟླ་བཞི་བ་ལ་ས་ག་ཟླ་བ་ཞེས་ཆོས་ཕྱོགས་ཀྱི་དུས་ཆེན་རྩ་ཆེ་ཞིག་ལ་ངོས་འཛིན་ཞུ་གི་ཡོད་པ་དང། དུས་ཚིགས་དེའི་སྐབས་ལ་དད་ལྡན་པ་རྣམས་ནས་ནམ་རྒྱུན་དང་མི་འདྲ་བར་ཕྱག་འཚལ་བསྐོར་སྦྱོང་དང་ཁ་འདོན་དགེ་སྦྱོར་གྱི་ལས་ལ་དམིགས་བསལ་དོ་སྣང་གནང་གི་ཡོད་པ་རེད།
ས་ག་ཟླ་བ་ཟས་དེ་ཨ་ནེས་བོད་ཟླ་བཞི་པ་བྱས། ད་བོད་ཟླ་བཞི་པ་དེའི་ནང་ལོགས་ལ་ཨ་ནེས་ཚེས་པ་བརྒྱད་དེ་ཨ་ནེས་སྟོན་པ་བཅོམ་ལྡན་འདས་རབ་ཏུ་བྱུང་བའི་དུས་ཆེན་ཁྱད་པར་ཅན་ཚེས་པ་བཅོ་ལྔ་དེ་ལ་ཨ་ནེས་བཅོམ་ལྡན་འདས་ཡུམ་གྱི་ལྷུམས་སུ་ཞུགས་པའི་དུས་ཆེན། ཨ་ནེ་གཞན་ཡང་ཨ་ནེས་དངོས་པོར་རྫོགས་ལ་སངས་རྒྱས་པའི་དུས་ཆེན་ཨ་ནེ་མྱ་ངན་ལས་འདས་པའི་དུས་ཆེན་བྱས་ནས། ཧ་ལམ་ས་ག་ཟླ་བ་ནང་ལ་དུས་ཆེན་བཞི་འཛོམ། དེའི་ནང་ནས་ཀྱང་ཚེས་པ་བཅོ་ལྔ་དེ་ལ་དུས་ཆེན་གསུམ་འཛོམ་ཆགས་ཀྱི་ཡོད་རེད། ད་དུས་ཆེན་གསུམ་འཛོམ་ཆགས་ཀྱི་ཡོད་པ་ཡིན་དུས་སྤྱི་བཏང་ནས་ག་ཚུགས་རེད། ནང་པ་སངས་རྒྱས་པའི་གསུང་རབ་བཀའ་འགྱུར་དེ་ཚོའི་ནང་ལོ་ཡ། ཨ་ནི་ཡུལ་དུས་རྟེན་རྫས། ཨ་ནི་བཅས་ཀྱི་བསམ་པ། ཨ་ནི་དེ་འདྲས་ཀྱི་ཐོག་ནས་ཨ་ནི་རྒྱལ་བ་སྟོབས་ཆེན་ཞིག་ཏུ་འགྱུར་དགོས་རེད་གསུངས་རོགས། དེའི་ནང་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་དུས་ཆེན་གསུམ་བཞི་འཛོམས་པའི་ཆ་ནས་སྤྱིར་ས་ག་ཟླ་བ་རྩ་ཆེན་པོ་དང་ཚེས་པ་བཅོ་ལྔ་དེ་དུས་ཆེན་གསུམ་ག་འཛོམས་བསྡད་པ་ཡིན་པའི་ཆ་ནས་རྩ་ཆེན་པོ་བཞི་པའི་ཆ་ནས་ཡོད་རེད་ཟེར་རྒྱུ་མཚན་གཙོ་བོ་དེ་དེ་རེད། དངོས་སུ་ཨི་ཤི་ལགས་ཀྱིས་དེ་སྔ་ཨེ་འདྲའི་གསུང་ཆོས་ཤིག་དྲན་གྱི་འདུག་ས་ག་ཟླ་བ་གསུང་དུས་འབུམ་འགྱུར་ཟླ་བ་སྤྱི་བཏང་ཡོངས་གྲགས་ལ་འབུམ་འགྱུར་ཟླ་བ་ད་ཟླ་བ་འདི་ལ་ཡང་ལྡབ་འགྱུར་ཟླ་བ་ལ་ནི་ད་ཅིག་དེ་འདྲའི་ཡང་གསུང་སྲོལ་དེ་འདྲ་འདུག་ད་འདི་ཡང་ཅིག་ཆོས་འབྱུང་ལོ་རྒྱུས་ནང་ལ་ཡང་དེ་འདྲས་ཀྱི་འདི་སྒྲུབ་བྱེད་དེ་འདྲའི། ག་བཞུགས་རེད་སྒྲུབ་བྱེད་རན་པ་དེ་འདྲས་ཡང་ཅིག་ཆོས་འབྱུང་ལོ་རྒྱུས་དེ་འདྲས་ཡོད་རེད་པས། ད་འདི།
སྤྱི་བཏང་ནས་སངས་རྒྱས་ཀྱིས་ད་གསུང་རབ་ནས་གསུངས་པའི་ཨ་ནི་བཤད་བྱའམ་བཞག་བྱ་དེ་ལ་མངོན་འགྱུར་ལྐོག་འགྱུར་ཅུང་ཟད་ལྐོག་འགྱུར་བྱས་ནས་མངོན་འགྱུར་དང་ཅུང་ཟད་ལྐོག་འགྱུར་ཤིན་ཏུ་ལྐོག་འགྱུར་གསུམ་ཡོད་རེད། ད་དུས་ཚོད་འདི་འདྲས་ཅིག་ལ་འགལ་བ་བྱས་པ་ཡིན་པ་ཡིན་ན་སྟོབས་ཆེ་བ་ཡོད་རེད་ལ་ཡ་དེ་ད་མངོན་འགྱུར་ཡང་མ་རེད་ལ་ཨ་ནི་ཅུང་ཟད་ལྐོག་འགྱུར་མ་རེད་ད་འདི་ཤིན་ཏུ་ལྐོག་འགྱུར་གྱི་བཞག་བྱ་ཡིན་པའི་ཆ་ནས། སངས་རྒྱས་ཀྱི་ལུང་ལ་བརྟེན་ནས་ད་རྩ་ཆེན་པོ་ཡིན་པར་བསྒྲུབ་ན་མ་མཐོང་རིག་པས་འགྲུབ་པའི་གཏད་ས་ཁག་པོ་རེད། ད། ད་ལྟ་འབུམ་འགྱུར་ལ་ཡལ་ཏེ་རྒྱལ་བ་གཅིག་བསགས་ནས་རྒྱལ་བ་དེས་འབུམ་ཏག་ཏག་ཆགས་ཀྱི་ཡོད་པའི་སྐད་ཆ་དེ་མ་རེད་ནམ་རྒྱུན་ང་ཚོ་ད་འབུམ་ཟེར་ཡང་འདྲའོ་དེ་ཚོ་གྲངས་མང་པོ་གི་དོན་དག་ལ་གོ་དྲུག་ཡོད་རེད་བ། དེ་འདྲ་ཡིན་པ་ཡིན་དུས། དམ་གྱི་ཞུ་བ་ནང་བཞིན་དུས་ཆེན་མ་ཡིན་པའི་གི་ཨ་ནི་དུས་ཚོད་གཅིག་ལ་རྒྱལ་བ་སྒྲུབ་པ་དེ་དང། དུས་ཆེན་གྱི་སྐབས་ལ་ཡང་ཨ་ནི་རྒྱལ་བ་སྒྲུབ་པ་བྱས་པ་ཡིན་ན། དུས་རྒྱུན་མ་ཡིན་པ་ཅིག་ལ་དགེ་བ་བསྒྲུབ་པ་ལས་དགེ་བ་རྦད་དུ་མང་ང་ཅིག་ལྟ་ཅིག་ལྡབ་གཅིག་གིས་ཅིག་ཡོང་གི་ཡོད་པ་དེ་འདྲས་ཀྱི་ཐོག་ནས་བྱ་དགོས་ཡོད་རེད་ཨ་ནི་ཞིང་སྟོབས་ཀྱི་ཐོག་ནས་སྐད་ཆ་བཤད་ཡག་ཡོད་རེད་དེ་གཉིས་རིག་པ་དང་པོའི་གི་རེད་དཔེར་ན་རྡོ་རྗེ་གདན་མ་ཡིན་པའི་ས་གནས་གཞན་སྤྱིར་བཏང་གཅིག་ལ་མ་གནས་བརྒྱ་བསགས་པ་དང་རྡོ་རྗེ་གདན་གྱི་གནས་གཅིག་ལ་མ་གནས་གཅིག་བགྲངས་པ་གཉིས་བསོད་ནམས་ཆེ་ཆུང་གཅིག་པ་རེད་ཟེར་ནས་རྦད་དེ་བརྒྱ་ཁོ་རང་གིས་ལྡབ་བརྒྱ་གིས། སྐྱེ་བ་བྱེ་བ་ཡོད་དགུར་གསུངས་གོ། ར་བ་ད་འདི་གནས་ཀྱི་ཞིང། གནས་ཀྱི་སྟོབས་ཀྱིས་ར་བ། ས་གནས་གནས་བྱེད་ལ་སྟོབས་ད་འདི་ན་ཞེས་ད་ལྟ་འདི་དུས་ཀྱི་སྟོབས་ཀྱིས། རྒྱལ་བ་འདི་བས་ད་མང་པོ་ཞུ་བ་བྱ་གི་ཡོད་རེད་ཟེར་ནས་ཨོ་ད་དེ་འདྲའི་འདྲ་པོ་ཅིག་དགོངས་པ་བཞེས་ཡིན་གྱི་རེད་དེ་མ་གཏོགས་རིག་པའི་གི་སྒྲུབ་བྱེད་དང་ཨ་ནི་ཅེས་ཀྱི་དེ་འདྲའི་ཆོས་འབྱུང་དེ་ཚོ་གི་ཐོག་ནས་ད་ཞུ་ཞུ་བས་ཁག་པོ་ཡིན་འགྲོ་བསམ་གྱི་ཡིན།

ལ་ཡ་དེ་ཁེལ་བ་དང་སྐར་མ་ས་ག་དེ་ལ་ནི་བོད་ཟླ་བཞི་བ་དེ་ཏག་ཏག་ཚེས་བཅོ་ལྔ་དང་བོད་ཟླ་བཞི་བ་གི་ཟླ་བ་ཁོ་རང་མིང་ལ་ས་ག་ཟེར་བཏགས་ཡོད་རེད། ད་འདི་ལ་དམིགས་བསལ་ཁྱད་ཆོས་ག་རེ་ཡོད་རེད་ཟེར་ན། ཁྱད་ཆོས་ད་ས་ག་ཟླ་བ་ལ་ཡ་ཁོ་རང། གཅིག་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་བ་བྱེད་སྐུ་མྱ་ངན་ལས་འདས་བ་བྱེད། ཨ་ནི་དུས་ཆེན་གསུམ་འཛོམས་ལས་ད་ག་རེ་ཟེར་བ་ལྷུམས་སུ་ཞུ་བའི་དུས་ཆེན་འདི་གསུམ་ཁེལ་གྱི་ཡོད་རེད། ཟླ་བ་འདི་གང་ཟག་ནང་ལ་ནི་ག་རེ་ཁེལ་གྱི་ཡོད་རེད་ཟེར་ན། ཀརྨ་རྒྱལ་ལས་བྱས་རེད་ཀརྨ་རྒྱལ་ལས་དེ་ཚེ་བ་བདུན་ལ་ཁེལ་ཡོད་རེད་ས་ག་ལྟ་བུའི་དེ་གཉིས་སངས་རྒྱས་བཅོམ་ལྡན་དུ་འཁྲུངས་ཡོད་རེད། སངས་རྒྱས་བཅོམ་ལྡན་དུ་འཁྲུངས་ཏེ་དེ་དག་ཀརྨ་རྒྱལ་གྱི་འགྲེལ་བཤད་ནང་ལ་ག་རེ་རྒྱག་གི་ཡོད་རེད་ཟེར་ན་ང་ཚོ་རྩིས་དེ་དག་རྩིས་བསྐོར་དུས་ཙམ་ལ་ནི། ཀརྨ་རྒྱལ་ལ་མི་སྐྱེ་བ་ཡིན་ན་ལོ་བརྒྱ་བཅུ་འདས་ཐུབ་ཀྱི་རེད་བཤད་ཡོད་རེད།

དུས་འཁོར་འདི་བོད་ཟླ་གསུམ་པའི་ཚེས་བཅོ་ལྔ་ལ་སྲུང་ར་ཀ་མ་ནག་པ་ལ། དེའི་ཉིན་དེའི་དུས་འཁོར་ལ་ག་རེ་ཟེར་ན། ད་གཟའ་སྐར་དེ་རྒྱུད་དེ་ཡོངས་རྫོགས་ཅིག་གི་དཀྱིལ་འཁོར་གྱི་རྣམ་པ་འཆར་དགོས་གི་རེད། ཨ་ནི་སྲིད་གསུམ་རྣམ་རྒྱལ་དུས་ཆེན་ལའི་འཆར་ཡ་འདིའི་ཉིན་དེའི་དུས་འཁོར་སྲུང་བ། སྟེང་དུ་རྒྱུ་སྐར་དཀྱིལ་འཁོར་དང་འོག་ཏུ་ཨ་ནི། པ་འདི། ག་རེ་བསམ་འདི་གི་དཀྱིལ་འཁོར་གྲུབ་ནས་དུས་འཁོར་དབང་གནང་རེད།

ཡིན་ན་མང་ཆེ། འདིའི་ནང་ལ་ཡོང་གི་ཡོད་རེད། གཟའ་འཛིན་སྐབས་ལ་སངས་རྒྱས་གི་ཡོད་རེད། སངས་རྒྱས་མིན། སྤྱི་དང་ང་ཚོ་བོད་པ་གི་བརྩེ་བ་རྒྱས། གནང་གང། སྤྱོད་གང་ལས་དེ་གལ་ཆེན་པོ་ག་རེ་བྱེད་བརྩི་གི་ཡོད་རེད། ད་དེ་ཚོའི་ནང་ལ་རླུང་གི་སྟོབས་དེ་ཚོ་དཔེ་ཤུགས་ཆེན་པོ་འཕེལ་གི་ཡོད་རེད་དེ་དུས་སངས་རྒྱས་དང་དེ་ཚོ་གི་ངོ་དམིགས་བསལ་གི་ཁྱད་ཆོས་ཡོད་རེད། ཁྱད་ཆོས་བྱེད་པ་དང་དེ་ཚོ་ལ་ནི་དགེ་བ་བསྒྲུབ་ན། འདབ་མང་པོ་གི་བུམ་འགྱུར། དེའི་ནང་ནས་གཟའ་འཛིན་ཉི་འཛིན་སྐབས་ལ་བུམ་གྱི་བྱི་བ་དང་བུམ་གྱི་རྒྱལ་བ་འགྱུར་ཆེ་བ་ཡོད་རེད། རྒྱལ་བ་དེའི་ནང་བཞིན་ཆེ་བ་ཡིན་པ། སྡིག་པ་ཆེ་བ་ཡིན་ན་ད་གའ་ནང་བཞིན་གྱི་སྡིག་པ་ཆེ་བ་ཡོད་རེད། དེ་བཤད་དགོས་རེད། དེ་ལ་སྤྱི་བཏང་ནས། ད་ནང་ཆོས་ནི་སྙིང་པོ་དེ་ལ་ཡ། སོ་སོ་སེམས་ལ་ཐུག་གོ་རེད་ལ་ནི་ད། སྡོམ་སྒྲོག་བྱེད་མང་ཆེ་བ་འདི་འདྲའི་སྒྲོག་བྱེད་ལ་ཡ་རྒྱབ་ནང་གི་དུ་བ་ལ། ད་ང་ཚོ་ས་ག་ཟླ་བ་དང་དམིགས་སྤྱི་བཏང་ནམ་རྒྱུན་ནས་རེད་ད་དམིགས་བསལ་གྱི་ད་ལྟའི། ས་ག་ཟླ་བའི་སྐབས་ལ་ཡང་ཞོགས་པ་ལངས་ནས་བྱེད། ཐ་ན་དགོང་མོ་གཉིད་ལམ་ཚུན་ཆད་ལ་ཡིན་ནས་ད་ཅིག་སྐུལ་སློང་སྤྱོད་སྟངས་ག་འདྲས་སྤྱོད་དགོས་ཀྱི་ཡོད་རེད། གསོལ་བ་སྨོན་ལམ་ཅི་ལྟ་བུ་ཡིན་ན་ག་འདྲས་བཏབ་དགོས་ཀྱི་ཡོད་རེད། ད་དེ་སྐུལ་སློང་སྤྱོད་སྟངས་ལ་གཞི་རྩའི་ཆ་ནས་དཔེར་ན། སོ་སོའི་ངོས་ནས་ནང་པ་སངས་རྒྱས་པའི་ཆོས་དང་མ་འབྲེལ་བའི་ཐོག་ནས་སྤྱི་བཏང་ནས་ད་ང་རང་ཚོ་རང་བཞིན་གྱིས་ངོ་གཉིས་ཀྱི་རྒྱལ་བ་སྲས་སྤྱོར་བ། ད་ངོ་གཉིས་ཀྱི་འགལ་བ་ལ་དཔེ་ཆ་བཞག་ན་བསམ་བློའི་ནང་ལ་བྱམས་པའི་བློ་གཅིག་དང་སྙིང་རྗེ་གི་བློ་གཅིག་སྐྱེས་པ་ཙམ་གྱིས་བློ་དེ་བཟང་པོ་གཅིག་དང་འགལ་བ་ཆགས་ཀྱི་ཡོད་ལ། ཆོས་ཟེར་རྒྱ་ཆེ་དུ་མ་རེད་སེམས་པ་ཁོ་རང་ད་བཟང་པོ་ཆགས་པ་དཔེར་ན་ཨ་མ་གཅིག་གི་ངོས་ནས་ནང་ཆོས་དང་ཁྱོད་ནི་འབྲེལ་བ་མེད་པ་ཅེས་རང་གི་སྤུ་གུ་ལ་ཡ་ཧད་མེད་པའི་བྱམས་བརྩེ་ཅིག་སྐྱེས་ན་དེ་འགལ་བ་རེད། དེ་ཡིས་ནང་པའི་ཆོས་སྐད་ཅིག་ཤོག་གི་མ་ལགས་དེ་ཡིན་དུས་ང་ཡང་ད་ཁ་བཀྲིན་ལ་ན་ནང་ཆོས་ཁས་ལེན་མིན་ལ་མ་ལྟོས་པའི། སྤྱི་ཡོངས་ཀྱི་འགྲོ་བ་མི་གཅིག་ངོས་ནས་ཨ་ནེ་རང་གིས་བྱ་བ་གང་བྱེད་པ་དེ་བཟང་པོ་གཅིག་ལ་རྒྱལ་བ་ལ་འགྱུར་འདོད་ཡོད་ན་སྐུལ་སློང་གི་ནང་ལ་བྱམས་སྙིང་རྗེ་གི་སྐུལ་སློང་དེ་བཅོས། འདི་ཆོས་ཀྱི་སྐད་ཆ་ག་ཡང་མ་རེད། མི་སྤྱིའི་གི་དང་ཡེ་རབ་སྤྱོད་བཟང་གི་བསམ་བློ་རོ་བ་དེ་བྱས། དེ་དང་པོ་བྱས། དེའི་སྒང་ལ་ཨ་ནེ་སོ་སོ་གཅིག་གི་རྒྱལ་བ་བྱེད་མཁན་དེ་ནང་པ་ཡིན་ན་རང་གིས་གང་བྱེད་པའི་རྒྱལ་བ་དེ་ནང་པའི་ཆོས་ལ་འགྲོ་བའི་ཆེད་དུ་ཨ་ནི་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོའི་སྐུ་རླུང་གིས་ཟིན་པ་ཆེ། དཔེར་ན་ང་ཚོ་བོད་པ་ཡོངས་གྲགས་ལ་ཡང་ཕྱག་བྱ་བ་ཡིན་ན། ཨ་ནི་ཨ་ལས་ངེད་ལ་ནང་པ་སྤྱི་བོ་འགེ་ཚེ་བཤད་པ་ཡིན་ན་བུ་དམ་བཞག་ནམ་མཁའ་ཕྱག་མིན་དར་མམ་བྱ་ལ་ནམ་མཁའ་ཕྱག་མིན་ས་མཚམས་བཞག་ནམ་མཁའ་ཕྱག་མིན་ཡིན་ཟེར་སྐྱབས་འགྲོ་གི་སྐུ་རླུང་ཆེ། ང་རང་ཚོ་བོད་རིགས་ཚོ་ཡིན་པ་ཡིན་ན་ནི་སངས་རྒྱས་སོགས་ཀྱི་ཚུལ་དུ་བྱུང་ན་ད་བྱང་ཆུབ་པ་བོ་དག་ནི་སྐྱབས་སུ་ཆེ་ནི། འདི་གཅིག་སྐྱབས་འགྲོ་གི་ཟིན་ཡང། ད་འདི་སྒང་ལ་ཨ་ནི་རྒྱལ་བ་དེ་ཐེག་པ་ཆེན་པོའི་ཆོས་ལ་འགྱུར་གྱི་ཡིན་ན་ཨ་ནི། བདག་གིས་རྗེས་སུ་སྐྱེ་བའི་ཚོགས་རྣམས་ཀྱི་འགྲོ་ལ་ཕན་བྱེད་སངས་རྒྱས་གྲུབ་པར་ཤོག་ཟེར་ཡ་འདྲ། གལ་ཏེ་ཚིགས་བཅད་འདི་འདྲའི་མེད་ན་ཡང་བསམ་བློའི་ནང་ལ་མར་ནག་དགའ་ལྡན་ཉམས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བྲལ་བ་དང་བདེ་བ་ལ་ཡ་བཀོད་པའི་ཆེད་དུ་ངས་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱའོ། དེའི་ཆེད་དུ་རྒྱལ་བ་སྒྲུབ་ཀྱི་ཡིན་ཟེར་ད་འདྲའི་བསམ་བློ་བཏང་བ་ཡིན་ན་ཡང་འགྲིག་གི་ཡོད། དེ་འབྲེལ་གྱི་ཀུན་སློང་རྣམ་པར་དག་པ་བཅས་ཀྱི་ཟིན། དེའི་སྒང་ལ་ཨ་ནི་དངོས་གཞིའི་བྱ་བ། དགེ་བའི་བྱ་བ་ག་འདྲ་ཞིག་བྱེད་པ་ཡིན་ན་ཡང་དེ་ཕ་སྐད་ཅིག་རྣམ་པར་དག་པ་ཅིག་སོ་སོའི་ངོས་ནས།

ཨ་ནི་བསྔོ་བ་ཡག་པོ་གནང་ཡ། ད་བསྔོ་བ་རྒྱ་སྟངས་ལ་ཡང་མང་པོ་ཡོད་རེད་དེ་ད་མཆོག་ཏུ་གྱུར་པ་བསྔོ་བའི་རྒྱལ་པོ་ཨ་ནི་བཟང་སྤྱོད་བསྔོ་བ་མི་ལོམ་སེ་དེ་རེད་དེ་ཡིན་དུས་ད་འཇམ་དཔལ་དཔའ་བོ་ཇི་ལྟར་མཁྱེན་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་དེ་དག་ཀུན་གྱི་རྗེས་སུ་དང་རྒྱལ་བ་དེ་དག་ཐམས་ཅད་རབ་ཏུ་བསྔོ་དུས་སུན་ཞེས་པའི་རྒྱལ་བ་ཐམས་ཅད་ཀྱི་བསྔོ་བ་གང་ལ་མཆོག་ཏུ་དག་ཅིང་དགེ་བའི་རྩ་བ་བཟང་པོ་ཅི་རབ་ཏུ་བསྔོ་བ་རེད་ཀྱིས་རྟོགས་རྟོགས་བྲིས་ན་ངས་ད་རིང་དགེ་བ་བྱས་པ་ཚང་མ་མར་ནག་འགའ་དང་ཉམས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བསྒྲལ་བ་བདེ་བ་ལ་བདེ་བ་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་པ། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་དགོས་པ་བྱང་ཆུབ་སེམས་དཔའི་སྤྱོད་པ་ཟེར་ཡང་དེ་བཟང་སྤྱོད་རེད་བཟང་སྤྱོད་ཟེར་ཡང་དེ་བྱང་ཆུབ་སེམས་དཔའི་སྤྱོད་པ་རེད་དེ་འདྲ་ཡིན་ཙང་ངས་བས་དགེ་བ་གང་བྱས་པ་ཐམས་ཅད་བྱང་ཆུབ་སེམས་དཔའི་གྱི་སྤྱོད་པ་བཟང་པོའི་སྤྱོད་པ་འདི་འདྲས་ཅིག་ཨ་ནུས་བསྒྲུབ་ཐུབ་པ་ཅིག་ཡོང་བར་ཞུ་འོ་ཞེས་ནས་སྨོན་ལམ་བརྒྱབ་ན།